ཡང་ཚིག་ཟིག་ད་བཀོད་པ་ཟིག་རྙེད་དང་ཟིག་ད་ཁོས་བུ་སྐ་ཟིག་གསོ་དགོ་གི་ཟིག་ཁོས་བུ་སྐ་དེ་ཆ་རྐྱེན་འདྲ་འདྲོ་ཆི་ཟིག་ཚང་དགོ་དག་ཟིག་ན་ད་དེ་རྫུན་བཤད་མི་ཉན་ཟིག་ད་གཞུང་དྲང་ཟིག་ཡིན་དགོ་ཟིག་ནང་ཆོས་ཆི་ལ་ཉུང་ཟིག་ར་ཉུང་ཟིག་ཉུང་ཟིག་ག་ཟིག་བློན་པོ་ཚང་མ་ཉམས་གཅིག་རིག་རིག་ཡིན་ལོག་ལོག་ཡིན་དང་ནི་ད་མེ་ཐོག་འདེབས་ས་གི་བུམ་པ་ར་ད་ནི་ད་མེ་ཐོག་གི་ས་བོན་ཟིག་ན་འདྲ་གི་ཟིག་ན་ད་ད་མོ།

སྟོན་ཟླ་རྒྱལ་པོ་གི་སྟོད་ཟིན་པ་རེད་ཡ། ཁོས་ད་རེས་ད་ཚོ། ཁོ་དགོ་ནོ་གི་བར་སྐ་ཏི་ཆི་མོ་ཟིག་ཡིན་ཟིན་ན། རྫུན་མི་བཤད་ནོ་ཟིག་ཡིན་གོ་སི། ཞོ་མི་གཏུབ་ནོ་ཟིག་ཡིན་གོ་སི། དུག་ཟིག་ཡོད་ལ་ཟིན་ནོ་ད། བློན་པོ་ཆེ་དུབ་བདེན་དུ་ཟིག་ཡོད་ཟིན་ནར། ད་རྒྱལ་པོ་གི། མེ་ཏོག་སྐྱེ་ཐུབ་ནི་མ་རེད་སི། མེ་ཏོག་ཅི་ས་སྐྱེ་མི་ཐུབ་ནར། ཁོས་ཧ་ར་བཤད་ནོ་གི། ས་བོན་དུ་ཚང་མ་དངོས་གཞོག་གོ་སི་དངོས་གཞོག་ཟིན་ན་ཚིག་དང།

ད་ཐུ་མོ་ཞེ་མོ་ཟུ་ཡོང་སུ། ད་ནས་ཁོང་གཉིས་ཀྱི་ཅིག་སྐྱིར་སྡུག་མཉམ་གཅིག་རོ་ལུ་ཡོང་སུ། ད་ནས་ཞེ་མོ་དེ་ན་སུ་ཁུ་སུ་གཟས་སུ་ཡི་ཤི་འདི་ཡིས་སུ་བག་ར་ཡིས་སུ། དཀའ་སུ། ད་ལྟ་ཁྱུང་ཤོག་དེ་འབའ་གི་སྙིང་མེད་ན་མོ་མི་སྐྲག་སུ་དེ་བཤད་བསྡད་ད། ཁོ་སེམས་འགུལ་ཐེབས་ཡིན།

རྫུན་བཤད་མི་ཉན་ཏོ། རྫུན་མ་བཤད་ནོ་གི་འབྲས་བུ་དང་ཆ་ཟིག་ཡིན་རེད་ན་སྤྱིར་བཏང་གི་མྱི་ཕལ་བ་ཟིག་མི་སེར་ཕལ་བ་གི་ཁྲག་གི་ཟིག་ར་རྒྱལ་ཁབ་གི་རྒྱལ་བོ་ཉན་ཐུབ་ནོ། རྒྱལ་ཁབ་གི་རྒྱལ་བོ་གི་ལོག་ཐུབ་ནོ། རྫུན་མ་བཤད་ནོ་གི་འབྲས་བུ་དེ་དག་དང་མོ་ཧ་ལས་བ་ཟིག་ཡིན་སོ་དེ་བཤད་སྐད་འོ་ཁི། ཡོ་ཁ། ཁྱི་ཆོ་བྱ་ཡིས་ཆོ་མཚོན་ན་ར་རྫུན་བཤད་མི་ཉན་ནོ་བཤོ་གཏམ་མི་ཉན་ནོ་གི། འདིའི་སྐོར་འདི་དག་ཤེས་དགོས་ནི་མི་ཚེ་གི་རང་གི་སློབ་གྲོགས་རང་གི་འགྱོ་ཡ་འདུག་རོགས་རང་གི་བཟང་ས་རྒྱན་ས་ཚང་མ་དག་དག་ཧ་ར་བཟང་ཤི་ནི་གོ་རྒོ་གི་གོ་གི་གོ་ག་ཟི་ཨ་ད་གཏམ་རྒྱུད་འདི་ཆུ་ཧག་ན་ད་ཆི་ཟི་གོ་ནི་རི་ཟི་ན་ད་གཞུང་དྲང་ཟིག་བྱ་རྒྱོ་རྫུན་བཤད་མི་ཉན་ནོ་ད་བཤད་གོ་ནི་རི་འཇིག་རྟེན་གི་ཉི་ཚང་མ་གི་ངས་རྫུན་མི་བཤད་ཟི་ད་ལི་ལོག་ཀ་མགྱོག་མེད་ཟི་གོ་ནི་མ་ཤི་གི་ཤི་ག་ཤི་གི་ངས་རྫུན་བཤད་ལ་ཟི་ད་ལི་ལོག་ཀ་མགྱོག་མེད་ཟི་གོ་ནི་རི་ཡོ་ན་མ་ལ་གཅིག་ར་བ་ནི་མ་ལ་དེ་ཁོ་ད་ངས་ལ་ང་རྫུན་མི་བཤད་ཟི་ལན་འཇག་ཡིན་ནི་རྫུན་བཤད་གོ་ནི་མང་ནི་རི

རྫུན་གྱི་ཚིག་ནི་བརྗོད་མི་བྱ་རྫུན་གྱི་ཚིག་ནི་བརྗོད་ཤེས་ན་མྱུར་བར་གཞན་གྱི་ཤེས་འགྱུར་ཏེ་དཔེར་ན་ཞི་ལའི་རྫུན་ཚིག་བཞིན། དུམ་བཟེར་ཡོད་ནི་ལྐོག། ལྐོག། ད་ངས་ཁྱོད་བྱེད་ནོ་གི་གཏམ་རྒྱུད་འདི་ཆོག་ཁྱོས་གཞན་པ་ཞིག་ལ་ཤིག། ཤིག།